ལྷག་པར་དུ་ཕ་མ་གྲོངས་སོང་ན་ཡིན་གཅིག་མིན་གཅིག་གིས་དེའི་གུ་ལོག་དུ་བཅས་པ་གང་གི་མི་དྲག་དང་བཀའི་མི་དྲག་དང་མི་ལི་ཏའི་བཀའི་མི་ལི་ཏའི་དག་གིས་ཕའི་གུ་ལོག་སྣེ་མོ་གཅིག་གི་ཁྱིམ་ཚང་རྣམས་ལ་མ་ཉམས་ཤིག་དེ་འདྲའི་ཕྱི་གོ་ཡོང་མ་གདའ། ང་ཚོའི་དགྲ་ཁ་གཏད་མིན་པ། ང་ཚོའི་དྲིན་ཅན་རུ་པ་བ་རུ་བ་ཨ་མ་རུ་བ་ཏི་ཏིའི་བསམ་སྟངས་སྐོར་ལ་བ།

ད་ང་ཚོ་པའི་མཐར་ཐུག་ཞི་བུ་ཅན་ཨེ་ལེ་གཅིག་དུའང་དགོངས་པ་གང་དང་དུའང་གཅིག། ང་ཚོ་ཆོས་ཅན་དེ་སྒྲ་དུལ་བ་ཁུ་ཐུང་ནས་ཡང། ཨ་ལག་ཤ་ཉེ་གི་ཆུ་བོ་དེ་འདྲ་དང་པ་ལག་ཤ་ཉེ་གི་ཆུ་བོ་དེ་འདྲ་ཡིན་ན། ཕར་གཅིག་གཏོར་རུ་མུ་ཐུབ་པ་དོན་ག་ཞིག་རེད་པ། ཆུ་བོ་དེ་གཅིག་བྱང་དུ་ནས་བསྐྲད་ཤོག་གི་མི་འགྲོ་ཆུ་བོ་དེ་གཅིག་གཅིག་ལ་འཕུལ་གི་མི་འགྲོ། འདིར་རོགས་སྐུ་རེ་དང་ཟེར་ནས་པེ་རོའི་ཁུ་ལོ་རེ་བཤད་ཅིག་དུག་ཐང་རེ་བཅད་ནས། ད་ཁྱེད་རང་གི་ད་འདྲ་ཁྱེད་རང་གི་པ་བ་ལག་ཨམ་ལག་ཤ་ཉེ་ལས་ཡང་ལྟ་སྟངས་དེ་འདྲ་ཞིག་མ་གཏོགས་མེད་པ་ཡིན་ན། ད་ཞུ་གོ་ཁྱེད་རང་གི་སྤུ་གུས་ཁྱེད་རང་ལ་ཁག་པོ་ཞེ་དྲག་རེད། ལས་རྒྱུ་འབྲས་སྐོར་ཁོ་ཟེར་དུ་འོ་ཐུགས་སུ་རེད། ཧ་ལམ་ཞུ་བ་སྤུ་གུག་སྐྱེ་ལ་ཐག་པ་ཕྲེང་ཅན་གྲོང་མི་རིགས་ལ་མ་འཕྲད་རྩི་ཞིག་རེད། ཐབས་རྡུག་ཞིབ་ཞིག་རེད་བ། སྲོག་དྲ་ཆེ་ཡ་ག་རེད་དེ་སྙིང་ཆེ་ཡ་ཤ་རེད་ལྷག་པར་དུ་ང་ཚོ་བཀའ་དྲིན་ཅན་རེད། ང་ཚོ་ཆུ་ཆུ་ཀ་ལ་སོང་ཉིན་བླ་བྲང་བཏང་ཉིན་གྲོ་སོང་བརྒྱག་ཉིན། ང་ཚོ་ཁྱིམ་ཚང་གཟིམ་ཚང་ནས་སེམས་ཁྲལ་རྒྱག་ཉིན། ཨ་མོ་ཕ་མ་སྲིད་ཉིན་དེ་ཞི་བོ་ཅིག་རེད་དོ་བ།